ཁ་ཤས་ཀྱིས་མཆན་གྱི་ལམ་ནས་རྩོམ་ཐུང་གི་ལམ་ནས་ཨེ་ནས་བརྙན་གྱི་ལམ་ནས་ག་རེ་གསུང་གི་ཡོད་ཟེར་ན། ཁ་རྩང་སྲིད་སྐྱོང་མཆོག་གི་བརྒྱུད་ལམ་ཁག་ལ་ཨ་ནི་ད་ཕོ་རང་དཀར་པོ་ནང་ལོག་ལ་སྲིད་སྐྱོང་མཆོག་གདན་འདྲེན་ཞུས་བ་དེ་བཙན་བྱོལ་བོད་མིའི་ལོ་དྲུག་ཅུ་གི་ལོ་རྒྱུས་ནང་ལོག་ལ་ད་ཐེངས་མ་དང་པོ་ཡིན་པ་གི་འགྲེལ་བཤད་གནང་བ་དེ་ཨ་ནི་དེ་བདེན་པ་མ་རེད་ཧམ་པ་རེད། ད་དེ་འདྲས་ཀྱི།

རྒྱལ་བ་རིན་པོ་ཆེས་ཕོ་བྲང་དཀར་པོ་གི་ནང་ལོགས་ལ་གདན་རྒྱུ་དང་མཇལ་འཕྲད་གནང་བའི་སྐབས་ལ། དོན་དག་གིས་ང་ཚོའི་ངོས་ནས་རྒྱལ་བ་རིན་པོ་ཆེ་དེ་ཆོས་སྲིད་གཉིས་ཀ་གི་བླ་ན་མེད་པའི་དབུ་ཁྲིད་ཅིག་ཆགས་ཀྱི་ཡོད་རེད་སྐབས་དེ་དུས་ཡིན་ན་ལས། ཨ་རིག་གི་ཕོ་བྲང་དཀར་པོ་གི་ངོས་ནས་ཨ་རིའི་སྲིད་གཞུང་གི་ངོས་ནས་དེ་ལ་འགྲེལ་བཤད་ག་རེ་རྒྱག་གི་རེད་ཟེར་ན། ཁོང་ཚོ་གི་ཕོ་བྲང་དཀར་པོ་ནང་རྒྱལ་བ་རིན་པོ་ཆེས་གདན་རྒྱུ་དང་མཇལ་འཕྲད་གནང་བ་དེས་བོད་པའི་ཆོས་སྲིད་ཀྱི་བོད་པའི་ཆོས་ཕྱོགས་ཀྱི་དབུ་ཁྲིད་དང་ཡང་མིན་ན་འཛམ་གླིང་གི་འཛམ་བུ་གླིང་གི་ཆོས་ཕྱོགས་ཀྱི་དབུ་ཁྲིད་རླབས་ཆེན་ཅན་པའི་ངོ་བོ་གི་ཐོག་ནས་མཇལ་འཕྲད་དང་གདན་ཞུ་ཕུལ་བ་ཁེགས་སེ་ཞིག་ཅིག་བརྒྱུད་ལམ་ག་ལ་བྱས་ཡོད་རེད། དེ་བྱས་ཡག་གི་རྒྱུ་མཚན་དེ་ག་རེད་ལབ་ན་རྒྱ་ནག་ལ་ངོ་སྲུང་ཡག་གི་ཆེད་དུ་རེད། རྒྱལ་བ་རིན་པོ་ཆེ་གདན་འཕྲེད་གདན་ཞུ་དང་མཇལ་འཕྲད་གང་གནང་བ་དེ། རྒྱ་ནག་ལ་ངོ་སྲུང་ཡག་གི་ཆེད་དུ་ཆུ་ཕྱོགས་ཀྱི་ངོ་བོ་མ་གཏོགས་ཆབ་སྲིད་ཀྱི་ངོ་བོ་ཁེགས་ཡག་གི་ཁོང་ཚོ་ལ་འདོམས་པ་འདུན་པ་དང་བློ་ཁོག་མེད་པའི་རྒྱུ་མཚན་ཁེགས་ཁོང་ཚོ་གི་རྒྱལ་བ་རིན་པོ་ཆེ་དེ་ཆུ་ཕྱོགས་ཀྱི་ངོ་བོ་གཅིག་པུ་གི་རྣམ་པ་དང་འདྲི་གཞི་ཅིག་གི་ཐོག་ནས་མཇལ་འཕྲད་ཞུས་ཡོད་རེད་དེ་གསལ་པོ་ཧ་གོ་དགོས་རེད། བློ་བཟང་སེང་གེ་ལགས་ཁ་ཚོམ་ཕོ་བྲང་དཀར་པོ་ནང་ལ་གདན་བརྗོད་དང། ཕྱོགས་ཕེབས་གནང་བ་དེ། ཆོས་ཕྱོགས་ཀྱི་གནས་སྟངས་རྩ་བ་ཉིད་ནས་མ་རེད་ཏེ། ག་རེ་བྱས་ན་བློ་བཟང་སེང་གེ་ཡར། བུ་རྒྱ་ཆེའི་མི་མང་གི་འོས་འདེམས་བྱས་ཏེ་ཆབ་སྲིད་ཀྱི་དབུ་ཁྲིད་ལོན་ནས་འོས་འདེམས་བྱས་པ་ཆགས་སྡང་ཡོད་མ་གཏོགས། བློ་བཟང་སེང་གེ་དེ་བླ་མ་བྱེས་ར་བ་ཁེ། ཡང་སྲིད་མ་རེད་བློ་བཟང་སེང་གེ་ལ་བླ་མ་ཇེ་རབ་པ་གི་རིམ་པ་ག་གནས་རིམ་གང་ཡང་ཡོད་མ་རེད་བློ་བཟང་སེང་གེ་གི་ངོ་བོ་དང་དག་སྡིག་གི་རིམ་པ་དེ་བོད་ཀྱི་རྒྱ་ཆེའི་མི་མང་གིས་བོད་ཀྱི་ཆུས་ཆབ་སྲིད་ཀྱི་དབུ་ཁྲིད་ལས་ཡར་འོས་འདེམས་བྱེད་བཞག་རྒྱུ་བྱེད་ཡིན་པའི་ཆ་ནས་དང་པོ་དེ་བློ་བཟང་སེང་གེ་གི་ངོ་བོ་གོ་རོགས་བོད་པའི་ཆབ་སྲིད་ཀྱི་དབུ་ཁྲིད་ཀྱི་ངོ་བོ་ཆགས་བསྡད་ཡོད་རེད་གཉིས་པ་དེ་ཁ་སང་བློ་བཟང་སེང་གེ་ལ་ཕོ་བྲང་དཀར་བོ་ནས་ཕེབས་པའི་སྐབས་ལ། འབྲེལ་ཡོད་ཀྱི་ཨ་རིའི་སྲིད་གཞུང་གི་དབུ་ཁྲིད་དེ་ཚོ་གི་འགྲེལ་བཤད་བྱུང་བ་དེ་ཡང། ཨ་རི་གི་ངོས་ནས་བོད་རྒྱ་ཆེའི་མི་མང་གིས་དམངས་གཙོ་གི་ལམ་ནས་ཡོངས་འདེམས་བྱས་པའི་མགོ་ཁྲིད་དང་སྒྲིག་འཛུགས་ལ་ངོས་འཛིན་དང་གུས་བཀུར་གྱི་རིམ་པ་བཅས་ཀྱི་ཐོག་ནས་ཆབ་སྲིད་ཀྱི་དབུ་ཁྲིད་རང་ལ་ངོས་ལེན་བྱེད་ཆེད་ནས་དེ་འདྲའི་ཞུ་གི་ཡོད་ལབ་ཅེས་ནས་གསལ་པོ་ལབ་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་གང་ཟག་གི་ངོ་བོ་འདི་འདྲའི་ཞུ་སྙན་གྱི་གསལ་བཤད་ཀྱི་ངོ་བོ་གནད་དོན་དེ་ཚོ་ཚང་མ་གྱི་ཐོག་ནས། བློ་བཟང་སེང་གེ་ལ་ཁ་ཚ་ཕོ་བྲང་དཀར་པོ་ནང་ཕེབས་ཡ་དེ་བོད་པའི་ཆབ་སྲིད་ཀྱི་དབུ་ཁྲིད་ཅིག་གི་ངོ་བོ་གི་ཐོག་ནས་ཕེབས་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་བོད་པའི་ཆབ་སྲིད་ཀྱི་དབུ་ཁྲིད་ཅིག་གི་ངོ་བོ་གི་ཐོག་ནས་ཕོ་བྲང་དཀར་པོ་གི་ནང་ལོགས་ལ་བོད་པའི་ཆབ་སྲིད་ཀྱི་དབུ་ཁྲིད་མཐོ་ཤོས་དེ་ད་ཕེབས་ཐུབ་པ་དེ་ལོ་དྲུག་ཅུ་རེ་བཅས་ཀྱི་ནང་ལོགས་དེ་ཐེངས་མ་དང་པོ་རེད་དེ་བློ་བཟང་སེང་གེ་གི་ཧམ་པ་སོང་ཡོད་མ་རེད་སྐྱག་རྫུན་བཤད་ཡོད་མ་རེད་དེ་བདེན་པ་རང་རེད་དེ་ཞུ་ཡ་ཡིན། དེ་འདྲའི་བོད་པའི་ཆབ་སྲིད་ཀྱི་དབུ་ཁྲིད་དེ་ལོ་དྲུག་ཅུ་རེ་བརྒྱད་ཀྱི་ནང་ལོགས་ལ་ཕོ་བྲང་དཀར་པོ་ནང་ལོགས་ལ་གཞུང་འབྲེལ་གྱི་གདན་ཞུ་དང་ཕྱོགས་རྒྱུགས་ཕེབས་ཐུབ་པ་དེ་ང་ཚོ་བོད་པ་སྐྱེ་བོ་གནམ་བསྟན་ཡོངས་རྫོགས་དགའ་དགོས་ཡག་གི་གནས་སྟངས་ཤིག་རེད་མ་གཏོགས་དེ་ལས་མ་དགའ་བ་དགོས་ཡག་དང་ཕྲག་དོག་བྱེད་དགོས་ཡག་དང་དེ་རྒྱལ་བ་རིན་པོ་ཆེ་ལ་འགྲན་བསྡུར་བྱེད་དགོས་ཡག་གི་གནས་སྟངས་རྩ་བ་ཉིད་ནས་ཡོད་མ་རེད་ཟེར་ཏེ་སེར་པོ་སྐྱིད་ནས་ཞུ་ཡ་འདོགས་པ་བྱུང་སོང། དེ་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་ང་ཚོ་བོད་པ་མི་བྱེ་བྲག་པ་ཡིན་ན་འདྲ་ཚོགས་པ་བདེན་རྫུན་བྱེ་བྲག་པ་དེ་འདྲས་བོད་གཞུང་གི་སྲིད་ཇུས་བྱེ་བྲག་པ་ལ་མ་དགའ་བ་དང་བསམ་ཚུལ་མ་མཐུན་བ་ཡོད་ཆོག་གི་རེད། བོད་གཞུང་གི་ལས་སྣེ་བྱས་རབས་པ་ལ་མ་དགའ་བ་དང་བསམ་ཚུལ་མི་མཐུན་བའི་ཡོད་ཆོག་གི་རེད། ཡིན་པ་ཡིན་ན་ལས་ང་ཚོ་བོད་པ་ཚང་མ་གིས་ང་ཚོ་ཐུན་མོང་གི་བླ་ན་མེད་པའི་སྲིད་གཞུང་དང། ཐུན་མོང་གི་བླ་ན་མེད་པའི་འགོ་ཁྲིད་དེ་རྡ་རམ་ས་ལ་ནས་ཡོད་པའི་གངས་ཅན་སྐྱིད་ཤོད་དང་བློ་བཟང་སེང་གེ་ལ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་པའི་ཆ་ནས། དེ་འདྲས་ཀྱིས་ང་ཚོ་ཐུན་མོང་གི་ཆབ་སྲིད་ཀྱི་དབུ་ཁྲིད་མཐོ་ཤོས་དེ་སྟོབས་ཆེན་རྒྱལ་ཁབ་ཨ་རི་གི་ཕོ་བྲང་དཀར་པོ་གི་ནང་ལ་གཞུང་འབྲེལ་གྱི་གདན་འདྲེན་ཞུས་བ་དེ་ང་ཚོ་ཚང་མ་དགའ་བྱས་ནས་དགའ་འབོད་བྱེད་ཀྱི་ནས་དགའ་བསུ་ཞུ་དགོས་པའི་གནས་སྟངས་ཅིག་ཆགས་ཡོད་རེད་མ་གཏོགས་དེ་ང་ཚོ།

དེ་ནས་མི་ཆ་ནས་ང་ཚོ་གི་དགྲ་དང་གཉེན་ངོ་ཤེས་དགོས་སྐད་ཆེན་པོ་ཞུ་བ་རེད་དྲན་ད་དེ་རིང་བློ་བཟང་སེང་གེ་མཆོག་ཕོ་རོན་དཀར་པོ་ནང་ལོག་ལ་འདི་འདྲའི་ཞུ་བ་དེ་ངས་ང་ཚོ་ལ་དགག་དགོས་པའི་གཏམ་བཟང་ཞུ་རྒྱུ་རེད་ལབ་དགོས་རྒྱུ་མཚན་གཙོ་བོ་དེ་ག་རེད་ལབ་ན་དེ་རིང་ཨ་རིའི་སྲིད་འཛིན་གྱི་ཕོ་རོན་དཀར་པོ་ནང་ལོག་ལ་བློ་བཟང་སེང་གེ་ལ་གཞུང་འབྲེལ་གྱི་ཕེབས་མཐོ་བ་དེ་འགྱུར་བ་གསར་བ་ཅིག་ལེའུ་གསར་བ་ཅིག་མདུན་ཅོག་གསར་བ་ཅིག་ངོས་ཟིན་ཞུ་གི་ཡོད་ག་རེ་ཅིག་ནས་ལབ་ན་གནས་སྟངས་དེ་ནི་ཕོ་བྲང་དཀར་པོ་གི་ངོས་ནས་བོད་པའི་ཆབ་སྲིད་དང་བོད་པའི་རྩ་དོན་འཐབ་རྩོད་ལ་ངོས་ལེན་ཡོད་པ། བོད་མིའི་སྒྲིག་འཛུགས་ལ་ངོས་ལེན་ཡོད་པ་བོད་རྒྱ་ཆེའི་མི་མང་གི་འོས་འདེམས་བཅད་སྒྲིག་གི་འགོ་ཁྲིད་དེ་ལ་ངོས་ལེན་ཡོད་པ་གི་གནས་སྟངས་ཀྱི་བྱུང་བ་རེད་ངོས་འཛིན་ཡོད་པའི་གནས་སྟངས་ཀྱི་དེ་ཤུགས་གཅིག་གི་རྩ་ཆེན་པོ་རེད་ཟེར་ཞོར་ཡིན། དེའི་གནས་སྟངས་དེ་ང་ཚོ་འགྲོ་བ་མིའི་ཐོབ་ཐང་བྱེ་བྲག་པ་གི་ཁྲིམས་འཆར་བྱེ་བྲག་པ་གཏན་འབེབས་བྱས་པ་ལས་བལ་ཏེ་འདབ་བརྒྱ་ཧྲག་མང་པོ་གི་ལྟ་གྲུབ་འབྲས་དང་དགོས་མཁོ་ཆེ་བཅས་ངས་ངོས་འཛིན་ཞུ་གི་ཡོད་རྒྱ་ཆེ་ས་ནས་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་ད་ཐེངས་ཕོ་བྲང་དཀར་པོ་གི་ནང་ལོགས་ལ་བོད་པའི་ཆབ་སྲིད་ཀྱི་དབུ་ཁྲིད་ཐེངས་མ་དང་པོ་ཕེབས་ཐུབ་པ་དེ་གི་མ་འོངས་པ་དེ་འདྲ་གི་ལམ་ཁ་དང་འགྲོ་སྟངས་གསར་བ་ཅིག་བཟོ་ཐུབ་པ་དེ་ང་ཚོས་རྒྱལ་ཁ་ཆེན་པོ་བྱེད་ལ་གཏན་རེ་ངོས་འཛིན་ཞུ་ཆོག་གི་རེད་ཞུ་དགོས་ཀྱི་རེད་ངས་དེ་ཞུ་གི་ཡོད་མདོག་མདོག་དེ་ང་ཚོ་ལ་དེ་རིང་བྱུང་བའི་རྒྱལ་ཁ་དེ་རྒྱལ་ཁ་གི་ས་ལ་བཞག་ཐུབ་པ་ཅིག་དགོས་ཀྱི་རེད་ཞུ་གི་ཡོད། ང་ཚོ་དེ་རིང་ང་ཚོ་རྒྱ་གར་དེ་རྒྱ་གར་གྱི་ས་ལ་མ་བཞག་བྱེད་ཅིང་དེ་ཉོག་ཤེས་དང་འདྲེ་ཤེས་ལོག་པ་བྱས་བ་ཡིན་ན། དེ་ལོ་རྒྱུས་ཀྱི་གདོང་ལོག་ལ་ང་ཚོས་ང་ཚོ་ལ་ནག་ཐིག་ཕབ་གི་ཡོད་རེད་མ་གཏོགས། གཞན་པ་ནག་ཐིག་ཕབ་ས་རྙིང་པ་ཅུ་རྩ་བ་ཉིད་ནས་རག་གི་མ་རེད། ང་ཚོ་བོད་པ་ནང་ལོག་ལ་བསམ་ཚུལ་མ་མཐུན་བས་ག་ཟེ་མི་དགོས་ག་ཟེ་ཡོད་བ་ཡིན་ན་རེད། ང་ཚོ་གི་དགྲ་དེ་རྒྱ་ནག་ཆགས་དེ་ཡོད་རེད་ང་ཚོའི་འཐབ་ཚོགས་དེ་བོ་དོང་ཆགས་དེ་ཡོད་རེད་དེ་འདྲ་ཡིན་པའི་ཆ་ནས། དེའི་དབྱེ་བ་དེ་རྗེས་ཐོབ་དགོས་ཡ་དེ་སྐད་ཆེན་པོ་ཞེ་བ་རེ་དྲན་འདུག།

ང་ཚོ་སྐད་ཆེན་པོ་ཞོ་རེ་དྲིས་འདུག་དེ་ཅིག་བྱས། དེ་རིང་དཔལ་ལྡན་སྲིད་སྐྱོང་མཆོག་ཕོ་བྲང་དཀར་པོ་ནང་ལ་ཕེབས་བྱས་ནས་ད་ང་ཚོ་གི་རྩ་སྟོང་ལམ་གསུམ་འགྲོ་འགྲོ་ཡ་ཡོད་མ་རེད་དེ་རྩ་སྟོང་འཐབ་རྩོད་ལ་གོ་འདར་ལམ་ཕག་དེ་རྒྱ་ཆེ་རུ་སོང་བ། མདུན་ལམ་དེ་གོ་ཡོང་རུ་སོང་བ། ང་ཚོ་གི་ཆབ་སྲིད་འགྲོ་ས་གི་སྒོ་ཆེན་པོ་ཅིག་ཕྱེ་ཐུབ་བ་དེ་ང་ཚོ་གི་གྲུབ་འབྲས་ལ་བརྩི་ཆོག་གི་རེད་ངས་དེ་ཞུ་གི་ཡོད་རེད། ཡིན་པ་ཡིན་ན་ལས་ལྟ་བློ་ཕམ་ཡག་ཅིག་ག་རེ་བྱུང་ཡོད་རེད་ཟེར་ན། ད་ལྟ་ང་ཚོ་གི་གནས་སྟངས་དེ་བོད་རང་བཙན་འཐབ་རྩོད་ཀྱི་གནས་བབ་ནི་རང་སྐྱོང་ལ་མ་བབས། བོད་གཞུང་གི་གནས་བབ་ནི་བཙན་བྱོལ་བོད་མིའི་གི་སྒྲིག་འཛུགས་ལ་ཡ་བྱེད་ཀྱི་མཚན་བྱང་ག་ལ་མ་བབས་དེ་ཡོད་དེ་ད་དེ་རིང་ང་ཚོ་དངོས་གནས་གི་བློ་ཕམ་ཡག་གི་གནས་སྟངས་ཅིག་ང་རང་ངོས་ནས་དེ་ཚོར་སོང་དེ་ག་རེ་བྱས་ནས་ཞུ་གི་ཡོད་ལབ་ན།

ག་རེ་བྱ་དགོས་རེད་ཟེར་ན། དེ་རིང། དཔའ་རྟའི་སྲིད་སྐྱོང་མཆོག་ཕོ་རོང་དཀར་པོ་ནས་ཕེབས་ཐོས་ཏེ་ང་ཚོས་འབད་བརྩོན་བྱེད་པའི་གྲུབ་འབྲས་གཅིག་པུ་མ་རེད་དེ་ང་ཚོས་ཧ་གོ་དགོས་རེད། དེ་ག་རེ་ལབ་ན། Trump སྲིད་སྐྱོང་གིས་རྒྱ་ནག་ལ་ཁ་གཏད་བཅག་ཡ་གི། རིམ་པ་དེ་ད་ཚིག་མཐོ་པོ་ཞི་བོ་གཅིག་སླེབས་ཡོད་པའི་ཆ་ནས་དེའི་རིམ་པ་གཅིག་གི་ནང་ལོགས་ནས་དེ་རིང་དཔའ་རྟའི་སྲིད་སྐྱོང་མཆོག་བོད་པའི་ཆབ་སྲིད་ཀྱི་དབུ་ཁྲིད་ཀྱི་ངོ་བོ་ཐོག་ནས་ཕོ་རོང་དཀར་པོ་ལ་ཕེབས་ཐུབ་ཡ་དེ། དགྲ་བོ་རྒྱ་ནག་ལ་ཨ་རིའི་སྲིད་སྐྱོང་གིས་གདོང་ཐོག་གི་རིན་པ་དེ་ཚད་མཐོ་རུ་གཏོང་གི་ཡོད། དགྲ་བོས་རྒྱ་ནག་ལ་རྒོལ་ལན་ཅིག་སློག་གི་ཡོད་པའི་རྒྱུ་མཚན་གྱིས་དེའི་ལ་རྒྱ་ལྟ་བུའམ། ཡང་ན་དེའི་རྣམ་འགྱུར་ཅིག་གི་ཆེད་དུ། ཁོང་ཚོ་གིས་དེ་བྱེད་ཀྱི་ཡོད་རེད། ངས་དེ་ག་རེ་བྱས་ནས་ཞུ་གི་ཡོད་ལབ་ན། ང་ཚོའི་རང་བཙན་ག་ལ་མུ་མཐུད་བསྡད་ཡོད། ང་ཚོའི་བོད་གཞུང་གི་མཚན་བྱང་ག་ལ་མུ་མཐུད་བསྡད་ཡོད་ཡིན་ན་ལས་སློབ་གསོ་སེང་གེ་ཁྱོད་གཅིག་པ་གཅིག་སྐྱོང་དེ་རིང་ཕེབས་ཐུབ་གི་རེད་ལགས་ངས་རྒྱུ་མཚན་ག་རེ་བྱས་ནས་ཞུ་གི་ཡོད་ལབ་ན། དཔེར་ན། བདུན་ཕྲག་ཁ་ཤས་ཅིག་གི་སྔོན་ལ། ཨ་རིག་གིས།

གོང་ལྟར་ཐེ་ཝན་དེ་ཡང་རྒྱ་ནག་གི་ཆ་ཤས་མ་ཡིན་པ་ཀི་སྒྲ་གདངས་དཔེར་ཟིན་པའི་གནས་སྟངས་ཆགས་ཡོད་པ་རེད། དེ་སོགས་བྱས་ཏེ་ཐེ་ཝན་རྒྱ་ནག་གི་ཆ་ཤས་མ་རེད་ལ་ཝེ་དང་བུའུ་ཡོང་གི་ཆབ་སྲིད་ཀྱི་དབུ་ཁྲིད་ཆབ་སྲིད་ཀྱི་དབུ་ཁྲིད་ཀྱི་ངོ་བོ་གི་ཐོག་ནས་ཕོ་བྲང་དཀར་པོ་གདན་ཞུ་བྱས་ཡ་དེ་ཚོ་ཚང་མ་ཁྲོམ་སྲིད་གཞུང་གིས་རྒྱ་ནག་ལ་ཁ་བརྡའི་བཅའ་ཡ་གི་གདོང་ལེན་གི་རྣམ་འགྱུར་ཅིག་གི་རིམ་པ་གི་ནང་ལོགས་ལ་ཡོང་གི་ཡོད་པའི་ཆ་ནས་ང་ཚོ་གི་རང་བཙན་དང་བུའུ་ཡོང་གི་མེང་གི་རང་འཇགས་ཉར་འདོད་ཡོད་པ་ཡིན་ན་ལས་དེ་རིང་གཅིག་པ་གཅིག་ཉུང་ཕེབས་ཐུབ་ཡོད་རེད། ཡིན་ན་ད་ཐེངས་ང་ཚོ། རང་བཙན་དེ་མུ་མཐུད་ཉར་ཐུབ་ཡོད་མ་རེད། བོད་གཞུང་གི་མཚན་སྙན་དེ་ང་ཚོས་གོང་ལྟར་འགྱུར་བ་བཏང་ཟིན་པའི་གནས་སྟངས་གཅིག་ནང་ལ་བསྡད་ཡོད་རེད། དེ་འདྲ་ཡིན་པའི་ཆ་ནས་ངས་དེ་སྔ་རྒྱ་མིའི་ན་ཚ་དེ་དང་པོ་གླེང་བའི་སྐབས་ལ་ངས་ག་རེ་ཞུས་པ་ཡིན་ལབ་ན། ད་འཛམ་བུ་གླིང་ནང་ལ་འགྱུར་བ་ཆེན་པོ་ཡོང་གི་འདུག་ད་ང་ཚོ་ལ་གོ་སྐབས་གསར་བ་ཡོང་གི་འདུག་དེ་འདྲ་ཡིན་པའི་ཆ་ནས་གོ་སྐབས་གསར་བ་དེ་བརྩོན་ལེན་བྱེད་ཐུབ་ཡག་གི་ཆེད་དུ། ང་ཚོ་གིས་བོད་གཞུང་གི་ལངས་ཕྱོགས་དེ་ད་རང་བཙན་ག་ལ་ཚོར་འགྱུར་བ་གནང་དགོས་ཀྱི་འདུག། བོད་གཞུང་གི་མཚན་བྱང་དེ་ཡང་བོད་མིའི་སྒྲིག་འཛུགས་ནས་བོད་གཞུང་གི་མཚན་བྱང་ལ་སོགས་བསྐྱར་གསོ་གནང་དགོས་ཀྱི་འདུག་དེ་འདྲའི་གནང་བ་ཡིན་ན་རྒྱལ་སྤྱིའི་ནང་ལོགས་ལ་དེ་འདྲའི་ངོས་འཛིན་ཡོང་བ་གའི་གོ་སྐབས་ཅིག་ཡོང་གི་འདུག་ལབ་ཕྱིན་ངས་རྒྱ་མིའི་ན་ཚ་དང་པོ་ན་བའི་སྐབས་ལ། ཕ་སྐད་སྤྱི་ཟླ་གསུམ་པ་གི་ཚེས་པ་ལྔ་དྲུག་དུ་བ་ལ་ངས་བརྙན་དང་པོ་བཟོས་ཀྱི་བརྙན་གྱི་ནང་ལོགས་ལ་དེ་འདྲ་གི་འབོད་སྐོར་ཞུས་པ་ཡིན། ཡིན་ནར་ཁོ་མི་ཆུང་ཆུང་ཅིག་གི་སྐད་ཆ་ལ་ང་ཚོའི་ཆབ་སྲིད་ཀྱི་འོས་བསྡུའི་ཚོགས་ཀྱིས་བདག་པོ་རྒྱག་གི་མེད་པའི་ཆ་ནས། གིས་སྤྱི་ཚོགས་ནང་ལོག་ལ་གོ་རྟོགས་སྤེལ་ཡ་ཅིག་མ་གཏོགས་བྱུང་ཡོད་མ་རེད་དེ་ཡིན་ན་ང་རང་སྤོབས་པ་གཅིག་གིས་འགན་འཁྱེར་བའི་ཐོག་ནས་ང་རང་གི་བསམ་ཚུལ་དེ་ཞུས་ཟིན་པ་ཡིན། དེ་རིང་ཡང་ངའི་བསམ་ཚུལ་ལ་འགྱུར་བ་མེད། ངས་ནམ་རྒྱུན་ནས་རྩ་དོན་འཐབ་རྩོད་གང་ལ་ག་རེ་ཞུ་གི་ཡོད་ལབ་ན་རྩ་དོན་འཐབ་རྩོད་གང་ལ་རྩ་དོན་གསུམ་གོ་རིམ་གསུམ་གལ་ཆེན་པོ་ཞུ་བ་རེད། གོ་རིམ་དང་པོ་དེ་ང་ཚོས་རྩ་དོན་འཐབ་རྩོད་རྒྱུན་འཁྱོངས་བྱེད་དགོས། དམིགས་ཡུལ་དེ་འགྱུར་བ་མ་གཏོང་དམིགས་ཡུལ་དེ་དམའ་ལགས་པ་བྱེད་ཀྱི་ནས་རྩ་དོན་འཐབ་རྩོད་རྒྱུན་འཁྱོངས་དགོས་པ་རེད། གཉིས་པ་དེ་གོ་སྐབས་དམ་འཛིན་བྱེད་ཐུབ་པ་དགོས་ཀྱི་རེད། གསུམ་པ་དེ་མཐའ་མི་མཐའ་མཐའ་སྐྱོར་དང་མཐའ་མི་གདམ་ག་དེ་ནོར་ཉན་གྱི་མ་རེད་ང་ནམ་རྒྱུན་ནས་དེ་འདྲ་ཞོད་བསྡད་ཉན་ཅིག་དེ་འདྲ་གི་བསམ་བློ་གཏོང་དེ་ཉན་མཁན་མེད་ཅིག་ཡིན། དེ་འདྲ་ཡིན་པའི་ཆ་ནས་ག་སྲིད་ང་ཚོའི་རྩ་དོན་འཐབ་རྩོད་དེ་རྒྱུན་འཁྱོངས་བྱེད་ཅིག་ནས་བོད་རང་བཙན་དང་བོད་གཞུང་གི་མཚན་དེ་མུ་མཐུད་ཉར་གྱི་ཡོད་པ་ཡིན་ན། དེ་རིང་གི་གནས་བབ་དེ་ཡང་ད་ལྟ་ལས་ཚེགས་མཐོ་བ་ཅིག་གི་གནས་སྟངས་བྱུང་ཡོད་རེད། ཡིན་ན་དེ་བྱུང་ཡོད་མ་རེད་ད་དེ་མ་བྱུང་བའི་ཡིན་ན་ལས་གོང་ལྟར་ང་ཚོ་ལ་དེ་རིང་གི་གནས་སྟངས་དེ་ང་ཚོ་ལ་གཏམ་བཟང་པོ་བྱས་ཏེ་ང་ཚོ་དགའ་དགོས་ཡག་གི་གནས་སྟངས་ཤིག་ཡིན་པའི་ཆ་ནས་ང་ཚོ་བོད་པ་ཚང་མ་གི་དགའ་བའི་གནས་སྟངས་དེ་དགའ་བའི་གནས་ལ་བཞག་ཐུབ་ཡག་རྒྱལ་ཁ་དེ་རྒྱལ་ཁའི་ངོ་བོ་ལ་འཇོག་ཐུབ་དགོས་ཡག་དེ་གལ་ཆེན་པོ་ཞིག་རེད། ང་ཚོ་བོད་ལ་བཀྲ་ཤིས་པ་ཅིག་བྱུང་ན་ང་ཚོ་བོད་པ་མི་རེ་ངོ་རེ་ལ་བཀྲ་ཤིས་པ་དང།

ང་ཚོ་གི་སོ་སོའི་སོ་སོར་འཁྲིད་དང་ངོ་ཚ་གྱི་ཡོད་ན། ཨ་ནི་བུ་སྐྱེ་བ་ལ་སྐྱེ་སེམས་ལ་དེ་དགོས་པ་དེ་ངས་གལ་ཆེན་པོ་རེད་དྲན་གྱི་ཡོད། དེ་ང་རང་གི་མི་ཆུང་ཆུང་གཅིག་གི་སྐྱེ་སྤྱི་ན་བསམ་བློ་ཆུང་ཆུང་ཡིན་གྱི་རེད། ཡིན་ནའང་ང་འདྲ་བོ་སྐྱེས་ན་ངས་ག་རེ་བསམ་བློ་གཏོང་གི་ཡོད་ལབ་ན། ང་དང་པོ་སྐྱེས་དུས་ང་དུད་འགྲོ་ལ་དང་བོ་པ་སྐྱེས་ནས་སྐྱེ་བ་རེད། ང་སང་ཉིན་ཤི་བའི་སྐབས་ལའང་ཤི་ས་ལོངས་པ་ག་བ་ལ་ཤི་གི་ཡོད་ན་འདྲ། སྟབས་ཡག་ནི་རང་ཡུལ་ལུང་པ་ལ་ཤི་ཡ་རག་གི་ཡོད་ན་འདྲ་སྟབས་ཉེས་ནི་མི་ཡུལ་ལུང་པ་ལ་བརྩི་འཇོར་བྱེད་དགོས་ཀྱི་ངོ་བོ་ལ་ཤི་གི་ཡོད་ཡིན་ན་ལ་གང་ལྟར་ང་བོད་པ་གཅིག་གི་ངོ་བོ་ནས་ཤི་གི་རེད་མ་གཏོགས་ངས་བོད་པ་ངོ་བོ་ལ་འགྱུར་བ་གཏོང་ཐུབ་ཡ་ཡོད་མ་རེད་རྩ་བ་ཉིད་ནས་དེ་འདྲ་ཡིན་པའི་ཆ་ནས་སང་ཉིན་ཤི་འགྲོ་བའི་སྐབས་ལ་ཡང་བོད་དེ་ཡག་པོ་ཅིག་ཆགས་པ་ཡིན་ན་ཤི་བའི་སྐབས་ལ་ཡིན་ན་སེམས་པ་བཞག་ས་ཅིག་ཡོང་གི་རེད་བོད་དེ་ཡག་པོ་ཅིག་མ་ཆགས་པ་ཡིན་ན་ད་ལྟ་ནང་བཞིན་ཁ་ཆག་སྣ་རིས་ཅུང་ཅུང་གི་ནང་ལ་འགྲོ་བསྡད་པ་ནི་ཤི་བའི་སྐབས་ལ་ཡིན་ན་མི་སུ་ཡིན་ན་བློ་བདེ་བོ་ཅིག་ངེས་ཡོང་གི་རེད་ཁྲིམས་མི་འདུག། གནས་སྟངས་དེ་འདྲ་ཡིན་པའི་ཆ་ནས་ངས་ག་རེ་ཞུ་གི་ཡིན་ནམ། ང་ཚོ་མི་བྱེ་ར་པ་བློ་བཟང་སེང་གེ་ལ་དགའ་བོ་ཡོད་ན་འདྲ། སྤེན་པ་ཚེ་རིང་ལ་དགའ་བོ་ཡོད་ན་འདྲ། དགའ་བོ་སྦེད་ན་འདྲ། ག་རེ་མི་དགོས་ག་རེ་ཡིན་ན་འདྲ། འགའ་དོག་ས་གཅིག་ལ་ཐུག་དུས་བོད་ཆེ་བ་གི་བསམ་བློ་དེ་ང་ཚོ་གི་བློས་གཏོང་ཉན་གི་མ་རེད་ངས་དེ་ཞུ་གི་ཡོད། དེ་འདྲ་ཡིན་པའི་ཆ་ནས་རྡོག་རྡོག་དེ་ད་དེ་རིང་ང་ཚོ་ལ་དགའ་དགོས་པའི་གཏམ་བཟང་དེ་ཡོང་ཡ་ལ། དཔལ་ལྡན་སྲིད་སྐྱོང་མཆོག་གི་གཙོས་པའི་གི་བུ་གཞོན་གི་ད། ལས་ཀྱི་སྣེ་མོ་བ་དོང་ཅོ་ནས་གཙོས་པའི་ལས་ཀྱི་སྣེ་མོ་བ་རྣམ་པ་ཚོ་གི། འབད་བརྩོན་བྱས་པ་དང་ནི་ལྷག་པར་དུ་ཁྲོམ་སྲིད་གཞུང་གི་དངོས་གནས་ཀྱི་དགྲ་བོ་རྒྱ་ནག་གི་བཙན་གནོན་དང་ཧམ་སེམས་ལ་མགོ་སྐོར་གདོང་ལེན་གྱིས་འདི་འགྲིག་གི་སྲིད་ཇུས་དང་འདུལ་ཕྱུག་རླབས་ཆེན་གནང་བ་དེ་ལ་ང་བོད་པ་སྤྱི་འབིང་ངོས་ནས་དྲང་བདེན་ལ་དགའ་བོ་ཡོད་ཉིན་རང་དབང་ལ་དགའ་བོ་ཡོད་ཉིན་གྱི་མི་གཅིག་གི་ངོས་ནས་འབྲེལ་ཡོད་ཚང་མ་ལ་སེམས་སྟེང་ནས་བཀའ་དྲིན་ཆེ་ཁ་དྲོ་ཞུ་བའི་ཐུགས་ཆེ་གནང་བ་སོགས།